བཅོམ་ལྡན་འདས་ཁོ་རང་སངས་རྒྱས་མ་ཐག་ལ་ཡང། ནི། ཟབ་ཞི་སྤྲོས་བྲལ་འོད་གསལ་འདུས་མ་བྱས། བདུད་རྩི་ལྟ་བུའི་ཆོས་བཞི་འཁོར་བའི་གནས་ཆེན་གསུང་ཞལ་འདེབས་ཀྱི། ཟབ་ཞི་ཞལ་འདེབས་ཀྱི་འཁོར་ལོ་དང་པོ་དེ་རེད་བཞག། འཁོར་ལོ་དང་པོས། བདེན་བཞི་དུ་གསུངས་ཡོང་དུས། ནི། བཀའ་ས་བཅུག་སྟེ། འགོག་ལམ་གཉིས་པོ་དེ་བྱས་ནས་སྲུང་ཡོང་དུས་ཟབ་ཞི་གསལ་ཏེ་བྱས། སྤྲོས་བྲལ་གསལ་ཏེ་ཀྱི་ཤེར་ཕྱིན་གྱི་གཞུང་འདི་གི། གཟུགས་ནས་རྣམ་མཁྱེན་གྱི་བར་གྱི་ཆོས་ཐམས་ཅད་ལ་ངོ་བོ་ཡེ་གྲུབ་པའི་གཏན་ནས་ཡོད་མ་རེད། ཆོས་ཐམས་ཅད་མིང་ཙམ་བཏགས་ཙམ་རེད་གསལ་ལྟ་དེ་ཀྱི་སྤྲོས་བྲལ་དེ་བྱས་ཟབ་ཞི་སྤྲོས་བྲལ་འོད་གསལ་འདུས་མ་བྱས་གསལ་ཏེ་ཀྱི་འཁོར་ལོ་གསུམ་པ་དེ་ལ་སྦྱར་ན་གོ་ཡ་མི་འགྲོ་བསམ་གི། འཁོར་ལོ་གསུམ་པ། མདོ་སྡེ་དགོངས་འགྲེལ་ལྟ་བུའི་ཨེ་ནི་མཚན་ཉིད་གསུམ་ཕྱེ་ནས། ཀུན་བཏགས་རང་གི་མཚན་ཉིད་མ་གྲུབ་གཞན་དབང་ཡིན་རུང་རང་གི་མཚན་ཉིད་གྲུབ་ཆེད་ནི་གསུང་གི་ཡོད་རེད་སེམས་ཙམ་པའི་ལྟ་བ་དང་བཤད་ཀྱི་ཡོད་དེ་མེད་པ་བྱེད། དེ་མེད་པ་བྱེད་ནི། འཁོར་ལོ་ཐ་མའི་མདོའི་གྲལ། དེ་བཞིན་གཤེགས་པའི་སྙིང་པོའི་མདོ་ཟ་ཞིག་ཏུ་བ། འོ་ད་རྒྱུད་བླ་མའི་ཤེས་བྱ་རྩ་བའི་མདོ་སྟེ། དེ་གི་ཡུལ་ཅན་འོད་གསལ་གྱི་རྣམ་གཞག་དེ་གསུང་གི་འདུག་ག། རྒྱུད་བླ་མའི་ནང་ལ་ཡང་པི་ཀོ་དུད་འགུ་བཤད་ནས་ཨེ་ནི་ཡུལ་གཞན་གྱི་འོད་ཟེར་བཤད་ཡོང་གི་འདུག་བ། བྱས་ཙང་ཀ། འཁོར་ལོ་བར་པས་ཡུལ་གྱི་འོད་ཟེར་དེ་སྟེང་ལ་ཕབ། འཁོར་ལོ་ཐ་མས། དེ་བཞི་པོ་སྙིང་པོའི་མདོ་དང། སྙིང་པོའི་མདོ་དང། འདའ་ཀ་ཡེ་ཤེས་ཀྱི་མདོ་ཡིན་པ་ཡོད། དེ་ཚོའི་ནང་ལོགས་ལ་གཉུག་མའི་འོད་ཟེར་དེ་བཤད་ཡོང་གི་འདུག་བ། ས་བདག་དེ་གིས་འཁོར་ལོ་གསུམ་པའི་མདོ་སྡེ་ཚན་གཅིག་གིས་ད་འཁོར་ལོ་གསུམ་པའི་ནང་གི་ཐུན་མོང་མ་ཡིན་པའི་ད་བཞི། ཨེ་ནི། བཅུད་བཞི་གཅིག་དེ། ཡུལ་ཅན་གྱི་འོད་གསལ་གྱི། བྱས་ཙང་ཀ། ཟབ་ཞི་སྤྲོས་བྲལ་འོད་གསལ་འདུས་མ་བྱས། འདུས་མ་བྱས་པ་ཟད་དེ་བློ་བུར་གྱི་རྐྱེན་གྱིས་འདུས་མ་བྱས་པ། དང་སེམས་རང་བཞིན་གྱིས་འོད་གསལ་བ་ཐོག་མ་དང་ཐ་མ་མེད་དེ་ངེས། དེ་འདྲའི་གི་ཐོག་ནས་མ། བྲལ་ཡང་ཅིག་ཡོད་པའི་སོགས་བཞི་དུ།

འཁོར་ལོ་བར་པའི་ཨེ་ནི་ཡུལ་གྱི་འོད་གསལ་སྟོང་པ་ཉིད་དེའི་གཟུངས་འཁོར་ལོ་ཐ་མས་ཡུལ་གྱི་འོད་གསལ་སྟོང་པ་ཉིད་དེ། སྒོམ་བྱེད་ཀྱི་བློ་ཡུལ་གཞན་ཁྱད་པར་བ་ཨེ་ནི། ད་རྫོགས་ཆེན་གྱི་ཆོས་སྐད་བྱས་ན་རིག་པ་ཟང་ཐལ་ཟེར་ཡ་དེ་གང་ལེགས་ཡོད་རེད་འདུག་ཟེར་ནས་དེ་ནས་ཨེ་ནི་རིག་པ་ཟང་ཐལ་གྱི་བོད་སྐད་འགྲེལ་བཤད་དཔྱིས་ཕྱིན་པ་དེ།